ད་ངོ་ནས་ཉག་ཕྲ་བ་ཅིག་དབང་ཡོང་མན་ངག་ཉག་ཕྲ་བ་ཅིག་ཕྱག་བཞེས་ཉག་ཕྲ་བ་དེ་འདྲ་རེ་ལྡེ་ཡོད་ན་ཉམས་པ་སོད་རྒྱུ་མི་ཉམས་ཁུངས་པའི་ཨེ་ན་ཅིག་ཅིག་ད་ག་རེ་ཞུ་གི་རེད་ད་སྐབས་དེ་དུས་སྙན་མ་བྱུང་བ་རེད་ད་ད་ལྟ་ཉམས་ཚར་རེད་ཟེར་བ་དེ་འདྲས་རེད་མ་སོང་བ་ཅིག་ཨེ་ན་ད་ལྟ་བས་སྐྱེ་བུ་དམ་པ་མང་པོ་བཞུགས་བསྡད་པའི་ཁ་ཐུག་དེ་ལ་ཡ་ཨེ་ན་དུས་ཚོད་དེ་འཕྲོ་རག་ལ་མ་སོང་བ་ཅིག་བདག་པོ་སྐྱོན་ཐུག་ཡ་དེ་ད་ཞི་བོ་གལ་ཆེ་རེད་ཟེར་བྱས་བྱས་ད་ཞུ་ཡ་དེ་དེ་ཡིན་འོ་དངོས་གནས་ད་དེང་སང་དུས་ཚོད་དཔེར་ན། གཞི་བྱེས་གཉིས་སུ་གྱར། གཞི་ལ་ཡོད་པ་དེ་གའི་དཀའ་ངལ་ག་འདྲ་ག་འདྲ་ཅིག་ཡོད་བསྡད་པ་དེ་འདྲའི་གཅིག། སྐྱབས་མགོན་ཐམས་ཅད་མཁྱེན་པའི་དབུ་གསུམ་མ་གཅིག་ལ་ང་རང་སོགས་པའི་བྱས་ལ་འཇོག་བསྡད་པ་དེ་གའི་ད་མི་ལོ་ལྔ་བཅུ་ཡས་མས་ཅིག་གང་ལ་སླད་དེ་ཡོད་རེད་ད་དུང་ཡིན་ན་ཡང་དེ་འདྲའི་གི་དཀའ་ངལ་མང་པོ་ཅིག་གང་ལ་མི། སོ་སོའི་ལུང་པར་ཁྲ་ནས་མིའི་ལུང་པར་ཡང་གནས་ཅིག་དེ་འདྲའི་ཅིག་གི་ཅིག་ད་བསྟན་སྲིད་ཀྱི་བྱ་བ་རྒྱ་ཆེན་པོ་འདི་རིགས་མཛད་པའི་ཁ་ཐུག་ཅིག་ལ། སྨན་གྱི་ལ་བདེ་བ་ཞུ་བ་དེ་གའི་དེ་ལ་ཡང་སོ་ལྟ་ཡ་དེ་འབྲེལ་བ་ཏན་ཏན་ལོ་རྒྱུས་དུས་ཚོད་ཐོག་ནས་འདུག་ཨ་གོང་གོང་ཅིག་གི་ཐོག་ནས་ནས་ན་ཚ་གསལ་ཙམ་མ་ཡིན་པ་ཅིག་གི། ཨོ་ཨོ་དེ་འདྲ་ཞིག་དགོངས་པ་བཞེས་པ་དེ་གལ་ཆེན་ཡིན་པ་འདྲ་ཟེར་གི། ད་དེ་ནས་དེ་འདས་པའི་ལོ་རྒྱུས་ཀྱི་དེ་ཡིད་དུ་ཆེས། ད་འོ་ན་ད་འདྲའི་དུས་ཚོད་དེ་ལ་ཡང་ཨ་ནི་ང་རང་ཚོ་གི་ཨ་ནི་དེ་འདྲའི་གལ་འགངས་ཆེན་པོ་ཅིག་ཡིན་ན། ཨ་ནི་སྨན་གྱི་ལ་བདེ་བར་ཤེས་པའི་གི་ཨ་ནི་ཆོ་གའི་དེ་ཡི་རིམ་པ་དེ་ཡི་ཨ་ནི་ཅི་ཡིས་ད་ཉམས་བཞེས་བྱེད་སྟངས་ཟེར་ན་མི་འདུག་དེ་ག་འདྲ་ག་འདྲ་ཡོད་རེད་ཟེར་ན་སྐོར་བགྱིས་དོན་དང་ཚོགས་རེད། ཚོགས་པའི་ངོས་ནས་རྒྱལ་བ་ཕྱིས་སུ་སྤྱི་ཡས་ཡོད་མདོག་ཁ་བོ་རེད། མི་དབང་པོ་འབྲིང་གཅིག་གིས་སོ་སོ་སྒེར་བྱེ་བྲག་པ་གཅིག་གི་ངོས་ནས་ཉམས་ལེན་བྱེད་སྟངས་ཅི་ཡང་ཡོད་མདོག་ཁ་བོ་རེད། ཤིན་ཏུ་རྣམ་པ་དབང་པོ་སྟུག་པོ་གཅིག་གིས་ཡང་ཉམས་ལེན་བྱེད་ཡ་ཅི་ཡང་ཡོད་མདོག་ཁ་བོ་རེད་བསམ་འདུག་ད། སྤྱི་ཚོགས་གཅིག་གི་ངོས་ནས་ཤོད་པ་ད་ལྟའི་ངས་གོང་དུ་ཞུས་མ་ཐག་པ་ནང་བཞིན་གཅིག་གིས་གཉེན་མ་ཡིན་ན་ཨེ་ནས་ཅི་ཅོག་པོ་རེད་ཟེར་ཡ་ནི་བོ་དེ་འདྲས་དེ་འདྲས་ལ་ཡ་ཅི་སྨན་པ་གྲྭ་ཚང་རྩིས་པ་གྲྭ་ཚང་སྨན་རྩིས་ཁང་ཟེར་རུ་ད་དེ་འདྲས་དེ་འདྲས་ཡོད་རེད་ལ་ཨེ་ནས།

པ། ནམ་རྒྱུན་ཆོས་ཚིག་བཤད་པས་ན་རྟགས་གསལ་བཏང་ཡང་ཡོད་བསྡད་པ། འོ་དེ་འདྲས་ཀྱི་གནས་ཚུལ་བྱུང་བསྡད་འདུག་འོ་ཡིན་པའི་རྟགས་འགྲོ་བ་དེ་ལ་ག་རེ་འདུག་ཟེར་ན་སོ་ཕོའི་ལུང་པ་དེ་འབའ་དེ་བ་ལ་ཡ་ཨེ་ནས་སྨན་གྱི་སྐོར་ལ་ཡ་ཨེ་ནས་ང་རང་ཚོ་ཁ་དོག་དཀར་མའི་རྟགས་རྟགས་གསལ་བཏང་པ་ནང་བཞིན་གྱི་དེ་འདྲས་ཀྱི་བརྗོད་འགོད་ཆེ་ཡ་དེ་འདྲས་བཟོས་ཤག་ཨ་ཨ་རུ་ར་ཅི་ཅི་ཅི་ཟེར་མཁན་དེ་ཨེ་ནས་དཀར་པོ་ཡིན་པས་ཁྱག་ཐག་དམར་པོ་ཅི་ཅི་ཨ་རུ་ཅི་ཅི་ཅི་ཆོས་ཅན་ཧོ་དེ་འདྲས་དེ་འདྲས་ཟེར་འདྲས་བཟོས་ཤག་ཨོ་དེ་འདྲས་དེ་འདྲས་ཀྱི་རི་ནི་གང་ལྟར་མཚན་ཉིད་ཀྱི་ནང་དོན་རིགས་པའི་གཞུང་གི་རིགས་པ་དེ་དལ་བར་བརྒྱ་བྱས་ཨོ་དེ་འདྲས་བྱ་བའི་རྒྱལ་དུ་ཨོ་དེ་འདྲས་བྱས་བྱས་རྒྱ་ཆེན་པོ་ཅིག་བྱུང་འདྲས་འདུག་བའོ། དེ་ད་ད་ལྟའི་དུས་ཚོད་འདི་ལ་ཡ་སྤྱི་ཚོགས་ངོས་ནས་ད་ལྟ་ངས་ཞུ་དོན་གཙོ་བོ་ད་ག་འདྲས་ཅིག་གོ་རེ་ཞུས་པ་ཡིན་ན། དེ་འདྲས་ཀྱི་ཅིག་སྒྲུབ་བྱེད་ཀྱི་ཆོ་ག་སྒྲུབ་བརྒྱུད་ཀྱི་ཆོ་ག་གི་གོ་རིམ་ག་འདྲས་ག་འདྲས་ཡིན། འོ་དུ་ཚོར་ཐོག་ལ་ཡ། ཅི། རྒྱུ་ལུང་མན་ངག་ཐིག་གེ་དེ་ཐོག་ལ་ཡ། ཅི། ཉམས་པ་སོགས་ཀྱི་མི་ཉམས་གོང་འཁོད་ཀྱི་རྒྱ་ཆེར་བཏང་ཡག་དེ། ཞི་བ་གཅིག་གི་གལ་ཆེན་པོ། ཉག་ཕྲ་བ་མ་གསུངས་པ། སྙེ་མ་མིའི་ཅོག་པུ་རི་ལ་སོགས་པ་དེ་ཚོ་ལ་ཡོད་པ་དེ་ཚོ་ཉག་ཕྲར་མ་གསུང་བ་བྱེད་ཡག་དེ་ཞི་བ་གཅིག་གི་གལ་ཆེ་ཆེན་པོ། ད་དེ་ཙམ་དུ་མ་ཟོས་འོན་དེ་ཙམ་གྱི་ཆོ་ག་གཅིག་ཙམ་གྱིས་ཧ་ལས་ཏན་ཏན་མ་རེད། ཕལ་ཆེར་ཕྱོགས་སུ་ངན་འདི་ཀོ་སློབ་སྦྱོང་བྱས་ཨེ་འདུག་འདུག་ཅེས་མར་འདན་དྲིལ་བུ་སྤྲོད་འདུག་ཅེས་འདིའི་བཞུགས་ཞུ་ཡིག་འདྲ་འདྲའི་འགྲོ་བ་རེད་འདིའི་བཞུགས་ཡིག་འདྲ་འདྲའི་འགྲོ་བ་རེད་ཅེས་བྱས་བ་འདུག་འདུག་ཅེས་མར་འདན་ཐུ་ཡ་ཅིག་རེད། ད་དེ་ཙམ་མ་ཡིན་པ། སྐྱབས་མགོན་ཐམས་ཅད་མཁྱེན་པའི་ནམ་རྒྱུན་བཀའ་གནང་བ་ནང་བཞིན་བྱས་རྗེས། རྙེད་པ་ཡིན་ན་མཁས་བཙུན་བཟང་གསུམ་གསལ་ཡ་དེ་ཅིག་དགོན་སྡེ་ཁག་དང་དེ་འདྲའི་ཅིག་བཤད་གྲྭ་དང་རྩོད་གྲྭ་དང་དེ་འདྲའི་ཡོད་ས་ཅིག་ལ་རེད། དེང་སང་དུས་ཚོད་ཅིག་ལ་ཆ་བཞག་པ་ཡིན་ན། འཛམ་བུ་གླིང་ཁོ་རང་བརྒྱུད་བསྐོས་ཕྱིན་རྗེས། སྐབས་འཛམ་བུ་ཡང་ཁོ་རའི་ནང་ལ་ཡ་ཡིག་མོ་ཟེར་ཡག་གི་དུས་ཚོད་དེ་ཕལ་ཆེར་ད་བལ་ཚིག་སྟོང་པའི་ཟུར་བཅད་ཅིང་མི་ཚང་མ་ལོ་ཤེས་ཡོན་གྱི་ཕྱུག་པོ་དེ་འདྲས་ཀྱིས་ཆགས་བསྡད་པའི་དུས་ཡུན་དེ་ལ་ཨ་ནི་ང་རང་ཚོ་བོད་གངས་ཅན་ཡུལ་ལྗོངས་ཀྱི་སྐྱེ་འགྲོ་ཡོངས་ཀྱིས་ཀྱང་ཨ་ནི་བལ་དེ་མཁས་བཙུན་བཟང་གསུམ་ཟེར་དེ་བལ་རབ་བྱུང་ཕོ་མོ་ཙམ་མ་ཡིན་པར་སྐྱ་སེར་ཡོངས་སུ་རྫོགས་པ་ལ་དགོས་ཡ་རེད་ཟེར་ནས་སྙན་ངག་བུ་གསུ་ཁང་ལ་ཡ་གསུང་བཤད་ཐེངས་གཅིག་གཉིས་རང་གནང་སོང་ང་འོ་དེ་ཚོའི་ནང་ལ་གསུང་གི་འདུག་བ་ཨོ་དེ་ནང་བཞིན་བྱས་བྱས་ད་དངོས་གནས་ཆོལ་ཁ་འདུག་འདུག་ཟེར་གྱི་འདོན་པ་དེ་དེ་ཙམ་མ་ཡིན་པ་གཅིག་གིས་དེའི་ནང་ལ་ཡོད་པ་དེ་གས་དེ་གཅིག་གཞུང་དོན་ག་རེ་ཡིན་འོ་གནད་འགག་ག་རེ་ཡིན་འོ་དེ་ཚོ་ག་འགའ་ལོ་ལ་ཡ་ཐུགས་སྣང་གནང་ཡ་དེ་ཞེ་བོ་གལ་ཆེན་པོ་རེད་བསམ་གྱི་འདུག་དངོས་གནས་དེ་ཚོའི་ཐོག་ལ་ཡ་ཐུགས་སྣང་གནང་པ་ཡིན་ན། དཔེར་ན། སྙན་མ་ངས་རྡོ་རྗེར་གཅིག་ཞུས་མྱོང་དེ་ང་རེ་བཞིན་པོ་དེ་མ་གཏོགས་མི་འདུག་དཔེར་ན། ང་ཚོའི་ནང་པའི་གཞུང་ནས་མར་འགྲེལ་བཤད་རྒྱབ་པའི་སྐབས་ལ་ཡ། ན་ཚ་ཟེར་ཡ་དེ་ལ་ཡ་ཨ་ནི་ཀུན་བརྟགས་ནི་མེད། གཡུང་དྲུང་གི་ནད་གཞན་དབང་གི་ནད་ཟེར་ཅེས་ཀུན་བརྟགས་གཡུང་དྲུང་གཞན་དབང་ཟེར་ཅེས་ཐ་སྙད་མང་སྦྱར་རྗེས་ཨོ་དེ་འདྲས་ཀྱི་རིམ་པ་བཤད་ཡོད་འདུག་དེང་སང་དངོས་གནས་ཐ་ན་དེའི་རིམ་པ་དེ་ཕར་འགྲེལ་བཤད་ཚིག་རིས་པ་ལ་ཕར་རྒྱག་པ་ཡིན་ན་ཚིག་རིས་པ་དེ་གི་ད་ཧང་སང་ས་རེད་པ། དེ་སྐད་ཆ་དེ་དེང་སང་ཚིག་རིས་པ་མགོ་བཙུགས་ནས་རིག་གསར་མགོ་བཙུགས་ནས་བཤད་པ་མ་རེད་པ། ལོ་ཉིས་སྟོང་ང་བརྒྱད་གོང་ནས་མ་བྱུང་ཞབས་པད་ཀྱིས་མ་གསུངས་ཅི་རེད་པ། ད་ཀུན་བརྟགས་ཀྱི་ནད་ཟེར་ཡང་དེ་རྟོག་བཟོ་འབའ་ཞིག་ལས་བྱུང་བའི་ནད།

ཨེ་དེ་འདྲའི་ཅིག་དཀའ་ལས་ཕལ་ཆེར་སྨན་པ་དེ་གི་བསམ་ཡས་ད་ཨ་ཅག་གི་སེམས་ཀྱི་བཟོད་པ་མེད་འགྲོ་བསམ་ནས་དེའི་པེན་སི་ལི་ཝེ་ལི་ཡའི་རྡོ་སུ་ཅེ་སྤྲེ་སྤྲེ་ལྟར་ཡང་གི་ཆུ་ཅིག་ཡོད་པ་ཤེལ་དམ་ཆུ་ཅིག་ཨོ་ཁོ་རྡོ་སུ་ཅེ་བཏུབ་རྗེས་ཨེ་ཁབ་ནང་དེ་ཡར་འཐེན་རྗེས་ཨེ་ཁབ་དེ་རྒྱབ་བ་ཡིན་པ་རེད་ཨོ་ད་ཁབ་རྒྱབ་ཡོད་ད་སུ་ཅེ་ཅེ་ལབ་དུས་ཨེ་ན་ཨ་ཅག་ག་ལེ་ག་ལེ་མ་ཚ་བ་དེ་མ་སྦྱར་བ་རེད་ཨོ་ཁོ་ག་རེ་རེད་ཟེར་ན་ཀུན་བརྟགས་ཀྱི་ནས་སུ་དེ་ཅི་ད་འདི་ན་ཚ་ཅིག་དེ་ཚ་བ་ན་ཚ་ཅིག་བྱུང་བ་རེད་དེ་ཁོ་ལ་ཡ་རྟོག་པའི་དབང་གིས་ཡང་ཤུགས་ཅན་གྱི་ན་ཚ་ཅིག་དེ་ལ་ཡང་འབྲེལ་བ་ཅིག་ཡོད་པ་དེ་དེ་ནས་གསལ་པོ་འདུག་ཨ་ཨོ་བྱས་ཙང་ཀུན་བརྟགས་ཀྱི་གནས། ཨ་ནི་ད་རྒྱུ་རྐྱེན་རྟེན་འབྲེལ་མང་པོ་ཁོ་རང་དང་པོ་ཚ་བ་ན་ཡང་དེ་རྒྱུ་རྐྱེན་རྟེན་འབྲེལ་གྱི་གཞན་འདྲ་མི་འདྲ་མང་པོ་ཚོས་འཛོམས་པ་ལ་བརྟེན་ནས་ཨ་ནི། ན་བ་ཡིན་ཙང་ཡོངས་གྲུབ་ཀྱི་གནས་ཁ་ས་གཞན་དབང་གི་གནས་ཅིག་ཡོང་མདོག་ཁ་པོ་རེད་བ། ད་སྨན་གྱི་སྨན་སྦྱོར་ག་ཚད་བྱས་ན་ཡང་བཅོས་སུ་མེད་པའི་གི་ཨ་ནི་ལས་དབང་གི་གནས་ཅིག་ཡོང་གི་འདུག་བ། ད་དེ་ལ་ཡོངས་གྲུབ་ཀྱི་གནས་ཕལ་ཆེར་ཆགས་མདོག་ཁ་པོ་རེད་བ། ཨོ། ལྡོག་ཏུ་མེད་པའི་གནས་ཅིག་ཕྱི་ནས་དྲག་པོ་ཟས་གཅིག་ཡོང་དུ་མ་འོ་དེ་འོ་དེ་ལ་ཡ། ཀུན་བརྟགས་ཀྱི་ནས་གཞན་དབང་གི་ནས་ཡུམ་དྲུག་གི་ནས་སུ་འོ་དེ་འདྲ་དེ་འདྲ་ཁྱད་པར་ཡོད་རེད་ཟེར། ཨ་ན་དེའི་རིག་པ་དེ་ད་དངོས་ནས་ཁོ་ཚོས་དེང་དུས་ཚན་རིག་པ་ཚོས་དེ་འདྲ་བེད་སྤྱོད་བཏང་ཡོང་མ་དེ་དེ་འདྲ་པོ་འདུག་ཨ། ནད་པའི་གི་བསམ་བློའི་ཁྱད་པར་རེད་ཟེར་བྱས་བྱས་རི་བོ། ནུས་པ་མེད་དེ་ངས་དེ་འདྲ་སྤྲད་ཡ་དེ་འདྲས་འོ་བཟོས་འདུག་ཨ་འོ་དེ་ཚོ། ཚིག་དེ་བེད་སྤྱོད་མ་བཏང་བ་མ་གཏོགས་ཅིག་དོན་དག་དེ་ཚོ་འདྲ་པོ་འདྲ་པོ་བྱས་བྱས་སྨན་སྦྱོར་དེ་བྱུང་བར་བ། འོ་དེ་འདྲའི་གི་ཐོག་ནས་ཅིག་དངོས་ནས་ང་ཚོའི་གི་ཅིག། གཞུང་ཆེན་པོ་དང་འབྲེལ་བའི་གྱི་ཅིག་རྣམ་བཞག་དེ་ཙམ་དུ་མ་ཟད་པའི་བསྙེན་གནས་ཀྱི་ཅིག་ང་རང་ཚོ་རྩ་གི་འགྲོ་སྟངས་ཨ་ནི་ཅིག་ཀླད་པའི་འགྲོ་སྟངས་ད་དེ་འདྲ་དེ་འདྲ་གྱི་ཅིག་སྨན་གྱི་གཞུང་ནས་བཤད་བྱ་བ་དེ་འདྲ་མང་པོ་ཅིག་ལ་ང་རང་ཚོ་གི་གཞོན་སྐྱེས་རྣམ་པ་ཚོ་གི་ཐུགས་སྣང་གནང་གི་ཡིན་ན་དངོས་གནས་ཚན་རིག་གི་དེང་སང་རིག་གསར་གྱི་དུས་ཚོད་ལས་སྔོན་ཐོན་མེད་ན་རྗེས་ལུས་རྩ་བ་ནས་ནས་མེད་བསྡད་པ་ཅིག་ཡིན་པ་དེ་དེ་ནས་གསལ་པོ་ཅིག་བྱས་ན་ང་ཚོའི་བསྙེན་མའི་སྨན་གཞུང་ནས་བཤད་བསྡད་པ་མང་པོ་ཅིག་གིས་པ་དེ་དེང་སང་གི་རིག་གསར་ལས་ཡ་ཕ། ཕ། བསླབ་བྱ་ཡར་བས་ཅི་སྤྲད་ཐུབ་ཡ་དེ་འདྲའི་གི་ནས་འགའ་ཡོད་བསྡད་པ་ཅིག་དེ་འདྲི་ཅིག་རེད་བསྡད་འདུག་བ་དེ་འདྲའི་ཡིན་དུས་ཆོལ་ཁ་ཅིག་ཉམས་ཆག་མེད་ཡོང་ཨ་བསམ་དུ་མ་ཟད་པས་ཆོལ་ཁའི་གཞུང་ནས་བཤད་པའི་གི་བརྗོད་དོན་གི་རིམ་པ་དེ་གའི་དེ་ཡང་བས་ཐུགས་སྣང་ཆེན་པོ་གནང་རྗེས་གང་ལྟར་ཕྱག་རྫ་བཟི་ཐུབ་ཚུལ་ཅིག་དང་ཆབ་བདག་བཟི་ཐུབ་ཚུལ་ཅིག་དང་སྨན་སྤྲོད་གནང་ཐུབ་ཚུལ་ཅིག་མིན་པ་ཅིག་དེ་འདྲའི་གི་ཐོག་ལ་ཐུགས་སྣང་གནང་ཡ་དེ་ཞེ་བོ་ཅིག་གལ་ཆེན་པོ་བྱས་རྗེས་ད་དེ་སྤྱི་ཚོགས་ཐོག་ནས་བ་དེ་འདྲའི་ཅིག་གནང་ཡ་དེ་གལ་ཆེན་ཡིན་པ་རེད་བསམ་འདུག། ད་དེ་ནས་མི་རིགས་དགེ་བའི་བྱེ་བྲག་པ་གཅིག་གིས་ཨེ་མེད་ཅིག་ཉམས་བཞེས་གནང་སྟངས་ཀྱི་ཐོག་ནས་ཞུས་པ་ཡིན་ན། ད་དངོས་གནས་གྲངས་མེད་རེད། དེང་སང། ཕྱི་རྒྱལ་ཚན་རིག་པ་ཐོག་ནས་མ་བཤད་པ་ཡིན་ན་ཡང། ཅི་ན་ཚ་བསལ་ཡ་དང་དེ་འདྲའི་ཐོག་ལ་ཡང་སྨན་དཔལ་གྱི་སེམས་ཀྱི་ཁྱད་པར་ལ་ཡང་ཞེ་དྲག་འབྲེལ་བ་ཆེན་པོ་འདུག་ནད་དཔལ་གྱི་སེམས་ཀྱི་རེ་བ་དང་སྨན་དཔལ་གྱི་སེམས་ཀྱི་བརྩེ་དུང་དང་དེ་གཉིས་གཉིས་ལ་ཞེ་དྲག་བལྟོས་ཚོར་ཆེན་པོ་འདུག་ནད་དཔལ་སེམས་ལས་སྨན་པ་དེ་གིས་ང་ལས་ཕན་ཐོགས་བྱེད་ཀྱི་རེད་བསམ་པའི་རེ་བ་མེད་པ་ཡིན་ན།

ལྡབ་འགྱུར་གྱི་མྱུར་ཚད་ཀྱི་ཐོག་ནས་ན་བ་ཡ་གཅིག་ན་ཚ་ལས་ཡ་མགྱོགས་སུ་གྲགས་ཐུབ་ཡ་དེ་འདྲས་ཡོད་པ་དེ་ཚིག་རིག་པའི་ངོས་འཛིན་ཡོང་གི་འདུག་བ་དེ་འདྲས་ཡིན་ཙང་ང་རང་ཚོ་ནང་པའི་གཞུང་ནས་ཡང་བྱམས་པ་དང་བརྩེ་བ་དང་ཅིག་སྨན་པའི་གྱི་ཀུན་སྤྱོད་དང་འོ་དེ་འདྲས་དེ་གལ་ཆེ་རེད་ཅིག་གསུང་བ་རེད་དེ་དངོས་གནས་ད་དེ་དང་མཐུན་པ་རེད་དེ་འདྲས་ཡིན་དུས་སྒོམ་ཉམས་ལེན་ཞུ་ཡ་དེའི་ནང་ལ་ཡ་ལམ་སང་དེ་མ་ཐག་ནས་ཅིག་དབུགས་གཏོང་ལེན་བྱེད་ཡ་དང་ལམ་སང་བདུད་རྩི་བེད་སྦྱང་བྱེད་ཡ་དེ་ཅིག་འོ་དེ། ད་མ་རེད། དབུགས་གཏོང་ལེན་བྱེད་ཡག་ཅིག་དབུགས་འབྱུང་ངུག་བྱེད་ཡག་བདུད་རྩི་འབེབས་རྐྱང་བྱེད་ཡག་དེ། ད་ཆ་རྐྱེན་གཅིག་རེད་ཐབས་ཤེས་གཅིག་རེད། དེ་གི་རྩ་བ་ད་གར་སྒོ་རེ་ཞུ་བས་ན་ད་ལྟའི་ངས་གོང་དུ་ཞུ་མ་ཐག་པའི་གི་ད་ཉམས་བཞེས་སྣ་བརྙན་ཚོས་གི་བྱང་པ་ད་རྩ་བ་འོ་དེ་འདྲས་གཅིག་གི་གཅིག་དང་ད་ནམ་རྒྱུན་ཆོས་ཚིག་ཞུས་པ་ཡིན་ན་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་ཡང་མེད་ན་བློ་འདོགས་རྣམ་བཞི། འོ་དེས་གསུང་གི་ཡོད་རེད་འོ་དུས་ཚོད་དང་ཨན་ཅིག་ཉམས་ལེན་དེ་རྩ་བ་ཨ་མ་ལ་སྒུག་གི་ཡོད་རེད་འོ་དེ་མེད་པ་ཡིན་ན་ཨ་ནི། ཕྱིན། ཅིག་ནང་པའི། ཅིག་སྨན་པའི་ཉམས་ལེན་པ་དང། ཕྱི་པའི་སྨན་པའི་ཉམས་ལེན་པ་གི་ཁྱད་པར་འབྱེད་མ་ཐུབ་པ་ཅིག་ཆགས་ཀྱི་ཡོད་རེད་སྨན་སྤྲད་པ་ནི་གཅིག་པ་རེད་འོ་དེ་འདྲ་ཅིག་ཡིན་དུས་དེའི་ཐོག་ལ་ཡ་དངོས་གནས་དཀའ་ལས་ཁག་ས་ཡང་དེ་ནས་ཁག་གི་རེད་ལ་ནུས་པ་ཐོན་ས་ཡང་དེ་ནས་ཐོན་གི་རེད་དེ་འདྲ་ཡིན་དུས། ངས་དང་པོའི་ཐོག་ལ་ཡ། འདས་གཞོན་སྐྱེས་རྣམ་པ་ཚོ་གཅིག་བྱས་ན་ངས་དེ་གར་ས། སྤྱན་རས་གཟིགས་ལ་ཡ། ཨེ་ནས། ཀ་ས། དཀོན་གཉེར་རྙིང་པ་ལ་ལྷ་ཁང་འགྲེལ་བཤད་བརྒྱབ་ཟེར་དང་སྤྱན་རས་གཟིགས་ལ་མ་ནིང་ལྗགས་ལུང་ཞུས་པའི་ཟོལ་གྱིས་རེད་དེ། ད། འགག་རྩ་དོག་ས་སྟེར་བ་དེ། ཨེ་ནས། ཀྱི། ཀུན་སློང་གི་ཐོག་ལ་ཡ། ཀྱི། བྱམས་པ་དང་སྙིང་རྗེ་སྒོམ་ཡ། ཨེ་ནས། ཀྱི། ཡང་དག་པའི་ལྟ་བ་སྒོམ་ཡ་དེ་ཚོ་ད་གལ་ཆེ་དོན་ཆེ་ཆགས་ཀྱི་ཡོད་རེད་བསམ་གི། ད་དེ་ང་རང་ཚོས་དོ་སྣང་མེད་པ་བྱས། ཨ་ནི་གཅིག་རླུང་གི་འཕྲོ་འདུས་དང། ཡང་བདུད་རྩི་སྦས་ཀྱང་དལ་ཙམ་ཞིག་བྱས་པ་ཡིན་ན་ནུས་པ་གཅིག་དེ་ཡོང་དེ་ཡོང་གི་རེད་དེ་ཤུགས་ཆེན་པོ་ཡོང་གི་མ་རེད་གསུངས་ཀྱི་འདུག་ཨོ་ད་ལྟ་ང་རང་ཚོའི་སྔས་མའི་ལོ་རྒྱུས་ལ་ཆ་བཞག་པ་ཡིན་ན་ཡང་སྐྱེས་བུ་དམ་པ་དུས་ཚོད་ཀྱིས་གཅིག་རྟོགས་པ་འཁྲུངས་ཡག་དང་གཅིག་ནུས་པ་ཆེན་པོ་ཆགས་ཡག་དེ། འགག་རྩ་ཨ་མ་ག་ནས་བྱུང་ཤག་ཟེར་ན། བྱམས་པ་དང་སྙིང་རྗེ་དེ་འདྲས་གཅིག་གི་ཐོག་ནས་བྱུང་བ་ཡིན་པ་དེ་ལོ་རྒྱུས་ནང་ནས་གསལ་བོ་འདུག་དཔེ་མཚོན་དྲི་བ་ཆ་བཞག་ན་དེའི་བར་དེ་ངས་ཕ་མ་ཐོག་མ་ཡིན་ལོ་རྒྱུས་ཅིག་ཞུ་གོ། ཨ་ནི། འཕགས་པ་ཐོགས་མེད་ཞུ་ཡ་ཅིག་གིས་ད་ཤིང་རྟ་ཆེན་པོ་གཉིས་ཀྱི་ནང་ནས་རྒྱ་གར་གྱི་ཤིང་རྟ་ཆེན་པོ་གཅིག་འཕགས་པ་ཐོགས་མེད་ཞུ་ཡ་སྟེ། ཁོང་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་པ་རེད། ལོ་བཅུ་གཉིས་ཀྱི་བར་དུ་བསྒྲུབས་པ་རེད། ཁོང་ལོ་བཅུ་གཉིས་ཀྱི་བར་དུ་བསྒྲུབས་པའི་སྐབས་ལོ་གསུམ་གསུམ་ལ་ཡང་ཁོང་མཚམས་ཁང་ནས་མ་དོན་པ་རེད། ཁོང་ལོ་གསུམ་མཚམས་ཁང་ནང་ནས་བཞུགས་རྗེས། རྟོགས་པ་ཁྱུ་ནི་ཨ་ནི་ཐུགས་རྒྱུད་ལ་མ་འཁྲུངས་པ་བྱས་རྗེས་ཨ་ནི་མ་དོན་ཡོང་པའི་སྐབས་ལ་ཡང་རྒན་འགོག་གཅིག་གིས་ཨ་ནི་སྤྲིན་འཕེལ་གྱིས་ཨ་ནི་ལྕགས་སྡོང་ཆེན་པོ་གཅིག་འདུག་ཟེར་བརྡར་རྗེས། ཨ་ནི་འདི་གར་བྱེད་ཀྱི་ཡོད་པ་ཟེར་དུ་ཁ་བཟོ་གི་ཡོད་ཟེར་ལབ་པ་རེད།

ཁོས་དོན་དུ་ང་རྒྱལ་ཕྲག་དོག་སྒྲོག་ཅིག་ང་ལ་ཡ་ཟུག་ག་བྱས་ཁོང་མས་ད་འབུ་དེ་འདྲས་ཅིག་གིས་ཟས་ཇི་ལྟར་བས་ཏེ་ཤི་གསོན་གཉིས་ཀྱི་འཛམ་ལ་བསླད་དེ་འདུག་བ། ད་འདི་འབུ་དེ་གྱིས་དེ་མ་མར་ཟས་ན་ནི་ཨ་ནི་ཁྱེད་ཀྱི་ཤི་ཡ་ཉག་གཅིག་རེད། ཨ་ད། ད་འབུ་དེ་གྱིས་དེ་བསད་པ་ལ་ཕར་བཞག་པ་ཡིན་ན་ནི་ཨ་ནི་འབུ་དེ་གྱིས་དེ་ཤི་འགྲོ་ཡ་རེད། ད་གར་དགའ་འདུག་བ་ཁོང་གི་ཐུགས་དགོངས་དགོངས་པ་ཞིག་ཏུ་ད་ཕལ་ཆེར་ང་རང་གིས་གླ་ཤ་དེ་བ་ཅིག་ནས་ཤ་ཅིག་བཏེགས་ཀོ། ཨ་ནི་ད་འབུ་དེ་གྱིས་དེ་དེའི་སྒང་དུ་བཞག་ན་ད་ཡག་ཤོས་རེད་དགོངས་ཡ་ཅིག་ཁོང་གི

རྗེ་བཙུན་བྱམས་པ་སྒོམ་ཐུགས་རྗེ་དེ་སྐྱོ་བོ་བྱུང། ངས་ལོ་བཅུ་གཉིས་བར་དུ་བསྒྲུབས་ནས་ད་ལྟ་བར་དུ་ཞེ་སའི་ཡོད་མ་རེད་ཟེར་རྗེས་ཁོང་གིས་དེ་འདྲའི་རིགས་སྔོན་པོའི་ཞིག་དུའང་ཨེ་ནི་ཞེས་དུས་ཡོད་རྒྱུ་རང་དེ་ང་ཁྱེད་རང་གི་སྒྲུབ་པ་ཉི་མ་དང་པོ་ཚུགས་དུས་ནས་ཡོད་རེད་དེ་ཁྱེད་རང་གི་ལས་སྒྲིབ་ཀྱིས་ཨེ་ནི་མ་མཐོང་པ་རེད། ད་ལན་ཁྱེད་རང་སྙིང་རྗེ་ཆེན་པོ་ཞི་བ་ཞིག་སྐྱེས་པ་ཡིན་ཙང་དེའི་ལས་སྒྲིབ་དག་ཅིག་ཨེ་ནི་ང་མཐོང་པ་རེད་ཡིད་ཆེས་ཀྱི་མེད་ན་ཁྱེད་རང་ཨེ་ནི་ང་འཇིགས་འབེལ་དང་ལ་བཞག་རྗེས་ཨེ་ནི།

གཞན་ལ་ཕན་པ་དང་གཅིག་དངོས་གནས་དྲང་གནས་ཀྱི་གཅིག་སྔགས་ཀྱི་ནུས་པ་དང་དེ་འདྲའི་གཅིག་ཡོང་ཡ་སྟེ། གཅིག་བསམ་པ་བཟང་པོ་བྱང་ཆུབ་ཀྱི་སེམས་དང་སྙིང་རྗེ་སིལ་སྙན་དེ་ད་གལ་ཆེ་དོན་ཆེ་ཡིན་པ་གཅིག་གནད་འགག་སྟེ་དེའི་ལོ་རྒྱུས་ཐོག་ནས་ཡང་ར་འཕྲོད་ཡ་བྱེད་འདུག་བ་ཧོ་དེ་འདྲས་ཡིན་དུས། སྒོམ་དང་པོ་དེ་དེ་སྐྱོན་ཡ་སྟེ་གལ་ཆེན་པོ་བཞི་བོ་རེད། གཅིག་བྱམས་པ་སྒོམ་ཡ་སྙིང་རྗེ་སྒོམ་ཡ།

དེ་སྨན་པ་དེ་གིས་ཅིག་བཙལ་བས་ཀྱི་བློ་གཅིག་དང་སོ་སོས་དེ་དྲག་གི་རེད་བསམ་པའི་ཡིད་ཆེས་གཅིག་གི་ཐོག་ནས་ཡོང་ཡ་ཅིག་ཏན་ཏན་ཡིན་པ་འདྲ་བསམ་གི། འོ་དེ་འདྲའི་གི་ཐོག་ནས། ཅིག་དང་པོ་ཐོག་ཐོག་མར་གྱི་ཨ་ནི་ཅིག་ད། སྒོམ་ཉམས་ལེན་གི་ཐོག་ལ་ཡ་དཀའ་ལས་ཁག་ས་ཡང་དེ་རེད་དེ་རྟོགས་པ་སྐྱལ་ཡ་ཡང་ཁག་པོ་ཞེ་དྲག་རེད། འོ་ལོ་མང་པོ་འགོར་ཡ་ཡང་དེ་འདྲའི་འགོར་འོང་རེད་འོ་རེད་དེ་དངོས་གནས་ད་ལྟ་བར་དུ་ང་རང་ཚོ། སྐྱེས་པ་ནས་ད་ལྟ་བར་དུ་ང་ཚོ་ཉམས་ལེན་བྱེད་ཆོས་བྱེད་ཆོས་འདི་བོད་ཆོས་ལྡན་གི་ཞིང་ལ་སྐྱེས་པ་རེད་དེ་རྟོགས་པ་ཡག་པོ་ཅིག་རྒྱུད་ལ། འཁྲུངས་མ་ཐུབ་ཡ་ཅིག་དང། ཆུའི་ཚད་དང་ལྡན་པ་ཅིག་ལོངས་མ་ཐུབ་ཡ་དེ་འགག་ས་ག་པར་འགག་བསྡད་ཡོད་རེད་ཟེར་ན། ས་མཚམས་དེ་ནས་འགག་བསྡད་ཡོད་རེད་ཨོ་དེའི་ཐོག་ལ་ཡ་ངའི་རྒྱལ་བ་ཐམས་ཅད་མཁྱེན་པས་ཡང་གསུང་ཆོས་གནང་ན་མ་གཏོགས་ཅིག་པའི་ག་དུས་ཡིན་ན་ཡང་ཡང་དེ་ཉམས་ལེན་གྱི་གཙོ་བོ་རེད་ཟེར་བྱས་བྱས་གསུང་གི་འདུག་བ་དེ་དངོས་གནས་རེད། དེ་ཡིན་པ་དེ་ཡང་སྐྱབས་མགོན་ཐམས་ཅད་མཁྱེན་པས་གསུངས་པ་ཙམ་གཅིག་བོ་མ་རེད། དཔལ་མགོན་འཕགས་པ་ཀླུ་སྒྲུབ་ཞོལ་ཡང་དེ་གིས་ཡང་གསུང་བཞག་ཡོད་རེད།

བདུད་རྩི་འབེབས་ཀྱང་བྱ་བར་དེ་འདྲ་མ་གསུངས་ཡང་དེ་གསུང་ཡ་དེ་གནད་འགག་ཆེན་པོ་ཡིན་པ་རེད་ཁོང་དངོས་གནས་དྲ་གནས་མདོ་སྔགས་གཉིས་ཀའི་གི་པའི་གནད་ལ་བྱང་ཆུབ་པའི་མཁས་པ་ཆེན་པོ་དཔལ་ས་པའི་གསང་བ་འདུས་པའི་ཉམས་ལེན་ཞིབ་པོ་ཅིག་གནང་ཡོད་ཅིག་རེད་དེ་བཀའ་མོས་དེ་འདྲས་ཞིག་གསུངས་པ་དེ་ཧ་ལས་པ་ཡིན་པ་རེད། ད་དེ་འདྲས་ཅིག་གི་ཐོག་ནས་ཨེ་ནས། དུས་རྒྱུན་ལྡན་ནས་ང་རང་ཚོ་བསྡད

བྱང་ཆུབ་སེམས་དཔའི་སྡོམ་པ་སྤྱིའི་སླད། ཤེས་རབ་སྙིང་པོ་སྤྱིའི་མདུན། དེ་ནས་ཨེ་ནི་བསླབ་གྲྭ་ཚུགས། འོ་དེ་འདྲའི་བྱེད་དོ། ང་རང་ཧང་སང་པོ་རུ་ཅིག་བྱུང། ག་འདྲའི་ཕྱིར་ན་ཧང་སང་པོ་བྱུང་ཞུས་པ་ཡིན་ན། ད། ཉི་ཧོང་ལུང་པ། རྒྱལ་ཁབ་ཀྱི་རིག་གཞུང་འདྲ་མི་འདྲ་ཡོད་དེ་ཉེ། ནང་པ་གཅིག་གོ་མ་ཡིན་གྱི། ཆོས་ལུགས་བོན་པོའི་ཆོས་ལུགས་དང་དེ་འདྲ་འདྲ་མི་འདྲ་ཡོད་དེ་ཉེ། དེ་འདྲའི་གཅིག་གིས། སྡེ་ཚོགས་གཅིག་གི་ནང་ལ་ཡ། དེ་ཡི་ཆོས་ཀྱི་སྒོ་འདི་གཅིག་ནི་མ་རེད་བསླབ་གྲྭ་གཅིག་རེད། བསླབ་གྲྭ་དེ་ལ་ཡ་ཡ་ཚོར་བ་དཀའ་བའི་བྱང་ཆུབ་སེམས་དཔའི་སྡོམ་པ་ལན་གསལ་དེ་དེ་སྔོན་ངས་ཧ་ལས་པ་གཅིག་དང་དེའི་གཙུག་བརྙན་གྱི་མི་དེ་གི་གནད་འགག་གཙོ་བོ་དེ་དཔེར་དེ་ཐིག་པོ་བཞི་བོ་གཅིག་ལྟ་བུ་རྒྱབ་ཏུ་བ་སངས་པ་རེད་ཅིག་ང་དེ་འདྲས་འཁོར་སོང་ད། ནང་པ་སངས་རྒྱས་པའི་གཞུང་གི་ཐིག་པ་ཆེན་པོའི་གཞུང་གི་ནང་ནས་ད་གལ་ཆེ་ཤོས་གཅིག་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་རེད་དེའི་གི་ནི་སྦྱོར་ཚུལ་གཙོ་བོ་དེ་ཤེས་རབ་སྙིང་པོ་རེད་འོ་དེ་འདྲའི་སྡོམ་བསྡུས་པའི་སྙིང་བསྡུས་གཅིག་དེ་ཤེས་རབ་སྙིང་པོ་རེད་དེ་ཡིན་དུས་བྱང་ཆུབ་ཀྱི་སེམས་དཔའི་སྡོམ་པ་གཅིག་ལན། ཨེ་ནི་ཤེས་རབ་སྙིང་པོ་ཅིག་འདོན་གསལ་ཏེ་དངོས་གནས་ཧ་ལས་པ་རེད་ད་དེ་ཡིན་དུས་དངོས་གནས་ང་དེ་མཐོང་ཡོད་དུས་ལམ་སང་ང་རང་ཚོའི་བོད་པའི་སྤྱི་ཚོགས་ལ་ཡ་ད་དངོས་གནས་ང་རང་ཚོ་དེ་དེ་འདྲས་ཅིག་བྱེད་དགོས་ཨ་ཅེ་ཏན་ཏན་རེད་འདུག་ཨ་བསམ་པ་རེད་ཅིག་ད་དངོས་གནས་ནམ་རྒྱུན་གསུང་གོ་རེད། བསོད་ནམས་ཡོད་ན་བསམ་པ་ཐམས་ཅད་འགྲུབ་གོ་རེད། བསོད་ནམས་ཡོད་ན་བར་ཆད་ཐམས་ཅད་འདོར་གོ་རེད། དེ་ཡང་ང་རང་ཚོ་ཁ་བདེ་བོའི་སྐད་ཆ་བཤད་ཤ་བོ་གཅིག་མ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་མདོ་རྒྱ་ཆེན་རོལ་པའི་ནང་ལ། བསོད་ནམས་རྣམས་མིའི་བདེ་སྟེར་སྡུག་བསྔལ་ཐམས་ཅད་སེལ། བསོད་ནམས་ལྡན་པས་མི་ཡི་བསམ་པ་རྣམས་ཀྱང་འགྲུབ། བདུད་འབྱུང་གནས་ནས་བྱང་ཆུབ་མྱུར་དུ་རེག་པར་འགྱུར། མྱ་ངན་ལས་འདས་ཞི་བ་སྲིད་པའི་དངོས་པོའང་ཐོབ་ཟེར་ཅེས་རྒྱལ་བའི་བཀའ་ནང་དེ་འདྲ་གསུངས་ཡོད་རེད། དེ་འདྲ་ཡིན་དུས་ད་ད་ལྟ་ང་རང་ཚོ་དངོས་གནས་དྲང་ནས་བསམ་དོན་འགྲུབ་ཡ་བར་ཆད་ལྡོག་ཡ་གཅིག་ལ་བསོད་ནམས་བསགས་དེ་ལས་ལྷག་པ་མེད་པ་ཅིག་རེད། ད་བསོད་ནམས་ས་ཡ་གཅིག་གི་ནང་ནས་བསོད་ནམས་གལ་ཆེ་ཤོས་ཅིག་ད་སྟོབས་ཆེ་ཤོས་ཅིག་ག་རེ་བསགས་རྒྱུ་རེད་ཟེར་ན་བྱང་རྒྱུད་ཀྱི་སེམས་སྡོམ་པ་བཟུང་ཡང་དང་བྱང་རྒྱུད་ཀྱི་སེམས་བཟུང་ཡང་དེ་ལས་ལྷག་པའི་བསོད་ནམས་ཅིག་མེད་པ་ཡིན་པ་རེད། འཚོ་བ་ཡང་ཁོ་རང་གིས་རྫོགས་སྡིག་སྒྲིབ་ཡང་ཁོ་རང་གིས་སྦྱངས་ཟེར་ནམ་རྒྱུན་དེ་འདྲའི་གསུང་རོགས་རེད། འོ་དེ་འདྲས་ཡིན་དུས། ཅི། རྒྱལ་ཁབ་གཞན་དག་ལ་ཡིན་ནའོ་དེ་འདྲས་རེད་དེ་འདུག་བ་དེ་འདྲས་ཡིན་དུས་ང་རང་ཚོ་བསྡད་འདུག་སུ་ཅེས། བོད་པའི་སྤྱི་ཚོགས་ནང་ལ་འདུག་སུ་ཅེས་ཞོགས་སྐད་ཅིག་དང་ཚོགས་འདུ་གཅིག་གི་ཐོག་ནས་ཅིག་སྨན་བླའི་ཆོ་ག་ཅིག་གསུངས་པའི་སྐབས་ལ་ཡ་དང་པོ་དང་པོ་དེ་ལ་སྟེ་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་བ་ལ་སོགས་པ་དེ་འདྲས་ཅིག་གི་ཀུན་སློང་ད་བལྟ་ན་སངས་རྒྱས་ཆོས་དང་ཚོགས་ཀྱི་ཆོས་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཅིང་སངས་རྒྱས་འགྲུབ་པར་ཤོག་སེ་ཅིག་གི་སྐྱབས་འགྲོ་སེམས་བསྐྱེད་ཡིད་ལ་ཁུར་ངེས་ཤེས་པ་ཅིག་གིས་དེ་སྤུས་དག་པོ་ཅིག། དགོངས་པ་བཞེས་ཏེ་ད་གལ་ཆེན་པོ་ཞེ་བོ་ཅིག་རེད་དེ་འདུག་ག་དེ་གིན་ཁོང་ལུང་ད་ལྟ་ངས་ཞུས་ཚར་སོང་ཨ། ད་དེ་འདྲའི་ཅིག་གི་ཐོག་ནས་ཨེ་ནས་གཞི་ནས་གཞི་རྩ་དེའི་ཐོག་ནས་ཨེ་ནས། ཆོ་ག་དངོས་གཞི་ད་རྒྱས་བསྡུས་ག་འདྲ་ཅིག་སྨན་བླའི་སྔོན་ལ་ཕྱོགས་བསྡུ་ན་གསུང་གི་ཡོད་ན་རེད་སྨན་བླའི་མདོ་ཆོག་ཡིད་བཞིན་དབང་རྒྱལ་གསུང་གི་ཡོད་ན་རེད་ཨེ་ནས་སྐྱབས་མགོན་ཐམས་ཅད་མཁྱེན་པ་ད་ནི་ང་རང་ཚོས་སྐྱབས་མགོན་ཐམས་ཅད་མཁྱེན་པ་སྐུ་མགྲོན་བཅུ་བཞི་པ་ཆེན་པོས་ཨེ་ནས་སྨན་བླའི་ཆོ་ག་བསྡུས་བསྡུས་བཞིན་མཛད་འདུག་ག། ཨོ་སྨན་ལ་ཕྱོགས་བསྡུས་དུས་ཤོག་ཤོག་ངོ་ཤོག་ཅིག་ཡོད་པ་ཅིག་མཛད་འདུག་བ་དེ་གསོལ་བ་བཏབ་ཉེན་དེ་སེར་སྨད་གྲྭ་ཚང་མཁན་ཟུར་ཅིག་གིས་ཡ་གསོལ་བ་བཏབ་འདུག་བ་དེ་བྱས་རྗེས་མ་གནང་ཤག་བ་དེ་འདིའི་སོར་རུ་དེ་འདྲའི་ཆོ་ག་གསུང་གི་ཡོད་ན་རེད་བ་དེ་འདྲས་དེ་འདྲས་ཀྱི་ཆོ་ག་གསུང་པའི་སྐབས་ལ་ཡ་ཨ་ནི་གཞི་ནས་གཞི་རྩ། ད་གིན་ཞུ་བདེ་ཡག་གི་གཅིག། སྙིང་རྗེ་དང་བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བ་གཅིག་གི་ཀུན་སློང་རྣམ་པར་དག་པ་གཅིག་གི་གཞི་རྩ་བཞི་ལ་དག་པའི་ཐོག་ནས། ཨཱ་ནི། བདུད་འདུལ་ཡང་སངས་རྒྱས་སྨན་བླ། འཁོར་དང་བཅས་པ་གསལ་བཏབ། ཨཱ་ནི་གསལ་བཏབ་པ་དེ་ལ། ཨཱ་ནི། བདུད་རྩི་འབེབས་སྦྱང་བྱེད་ཡ་གཅིག་ཡིན་པར། ད་དེ་ལ། ཚོགས་པ་ནག་པོ་འདུག་ཟེར་ཡང་འཛོམས་པའི་སྐབས་ལ་ཅི། གཞན་དོན་སྤྱི་དང་འགྲོ་སྟངས་ཅིག་མ་གསུང་གི་རེད་བ། གཞན་དོན་སྤྱི་དང་འགྲོ་སྟངས་ཅིག་གསུང་གི་རེད་མ་གཏོགས་ཅིག་བསྐོར་མི་རྒྱག་པ་ཡིན་ད་ཟེར་ནས་འཇམ་ཐིང་ཐིང་འདུག་ཟེར་ཞུ་བའི་ལུགས་སྲོལ་ཕལ་ཆེར་ང་རང་ཚོ་བོད་པ་ལ་ཤི་ར་དྭགས་ར་མི་འདུག་བ། གཞན་དོན་སྤྱི་ཅན་ཞིག་མ་གསུང་གི་རེད་བ། ཁོ་གནད་འགག་ཡོད་མ་རེད་གཞན་དོན་སྤྱི་ཅན་མ་གསུང་པའི་སྐབས་ལ་ཡ། ཚིག་བཟང་པོ་ཞལ་ནས་གསུང། དོན་བཟང་པོ་ཡིད་ལ་སྒོམས་ཅེས་ཅེས་ནམ་རྒྱུན་ཚོགས་གཏམ་གྱི་གཞུང་ལ་ཡོད་རེད་གྲྭ་ས་གྲྭ་ཚང་གི་ཨོ་དེ་ཉོན་ཅིག་ཚིག་ནས་མ་གསུང་པ་དེ་ཡིད་ཤར་བྱས་བྱས་ཨེ་འདུག་ཟེར་ཞུ་སྒོམས་པ་ཡིན་ན་དེ། དཔྱད་སྒོམ་ཟོར་གྱིས་ཆགས་པ་རེད། ཨོ། ཞལ་ནས་གཞན་དོན་དུ་གསུངས། ཨེ་ནས། ཁ་ཡང་མིག་ཡང་ནང་ཞུགས་པ་ཡིན་ན་ད་ཁོ། བྱུང་ཡོང་བ་མ་རེད་དེ་མ་ཡིན་པ་ཅིག་གིས། པའི་ཚིག་གི་ཚིག་འགྲོས་དང་མཐུན་པ་ཅིག་གིས་ཨེ་ནས་དགོངས་པ་ཅིག་ཞལ་བཞག་པ་ཡིན་ན། དེ་ག་རང་གི་ཐོག་ནས་སྒོམ་ཅིག་འགྲོ་བ་ཡིན་གཅིག་མིན་གཅིག་སྒོམ་ཡིན་ན་འཇོག་སྒོམ་ཡིན་དགོས་ཀྱི་མ་རེད། ཨོ་དེ་འདྲའི་ཅིག་གི་ཐོག་ནས་ཨེ་ནས་སྒོམ་ཅིག་སྐྱོན་བཤད་པ་ཡིན་ན་ཡག་པོ་ཞུ་གི་ཡོད་རེད་གསུངས་འདུག། ད་དེ་འདྲ་བའི་གི་སྒོམ་སྐྱོན་པའི་སྐྱོན་ལུགས་དེ་ལ། ད་ད་འདྲ་ངས

མདུན་དུ་སངས་རྒྱས་སྨན་བླ་གསལ་བཏབ་ཡག་དེ་ཕལ་ཆེར་ཡག་ཤོས་ཡིན་གྱི་རེད་བསམ་གི། མདུན་དུ་སངས་རྒྱས་སྨན་བླ་གསལ་བཏབ་ནས་བདུད་རྩི་འབེབས་བྱང་དེ་ལ་ཡ་ནམ་རྒྱུན་གྱི་པའི་སྔགས་ག་འདྲས་ཅིག་ང་རང་ཚོས་བསགས་པ་ཡིན་ན་ཡང། བདག་བྱིན་གྱིས་བརླབས་པའི་དམིགས་པ། གཞན་དོན་ཕྲིན་ལས་ཀྱི་དམིགས་པ། དབྱེར་མེད་ཟུང་འཇུག་གི་དམིགས་པ་གསུམ་ནི་ཚིག་གསུམ་ཡོད་རེད། དེ་ག་པར་ཡིན་ན་ཡོད་རེད། ཚིག་དེ་ཕལ་ཆེར་གཏམ་རྙིང་ལ་མ་ལྟོས་པར་དོན་དག་ཡིན་དེ་ག་རང་ཡོད་རེད། སེམས་ཅན་གྱི་དོན་བྱས། རང་ཉིད་ཀྱི་སྡིག་སྒྲིབ་སྦྱངས། སེམས་ཅན་ཐམས་ཅད་ག་རེ་ཡིན་ན་ཅི་ཅི་ཅི་སངས་རྒྱས་ཀྱི་ས་ལ་བཀོད་ནས་རང་དང་ངོ་བོ་དབྱེར་མེད་དུ་གྱུར་ཟེར་ཅིག་འོ་དེ་གསུམ་དེ་རེད། ད་ཁོ་བོ་ངས་འགྲེལ་བཤད་ཞུས་པ་ཡིན་ན། བདུད་རྩི་འབེབས་སྦྱངས་བྱས་པ་ལ་བརྟེན་ནས་སངས་རྒྱས་སྨན་བླའི་གི་སྐུ་དེ་ལས་ཨེ་ནི་བདུད་རྩི་འོད་ཟེར་གྱི་ཚོགས་རང་ཉིད་ལ་བདུགས་སུ་བྱས། རང་ད་རང་ཉིད་ཅི་ཙམ་དུ་མ་ཟད་པའི་རང་གི་མཐའ་སྐོར་དུ་འགྲོ་བ་རིགས་དྲུག་གི་སེམས་ཅན་ཡོངས་སུ་རྫོགས་པར་གསལ་བཏབ་ནས་དེ་དག་ཐམས་ཅད་ལ་བདུད་རྩི་འོད་ཟེར་གྱི་རྒྱུན་འཇུག་པ་ལ་བརྟེན་ནས་སྡིག་སྒྲིབ། ནད་གདོན་དེ་འདྲ་ཐམས་ཅད་མ་བྱང་ཞིང་དག་སོང་བསམ་པ། ད་དེ་ལ་ཡང་མ་རང་ཚོ་མང་ཆེ་བ་ནི་དུས་འཁོར་དབང་ཆེན་ཞུ་སྙིང་པོ་ཤ་སྟག་རེད་རྒྱལ་བ་ཐམས་ཅད་མཁྱེན་པའི་སྐུ་མདུན་ནས་དེ་འདྲའི་ཡིན་ཙང་སྔགས་བླ་མེད་ཀྱི་དབང་ཐོབ་མྱོང་བ་ཤ་སྟག་རེད་སྔགས་བླ་མེད་ཀྱི་དབང་ཐོབ་མྱོང་བ་ཤ་སྟག་ཅིག་ཡིན་པས

ལ། བདུད་རྩི་རྒྱུན་དཔག་ཏུ་མེད་པ་མ་བྱུང་གཅིག་ཁང་པས། ལུས་ཀྱི་སྒོ་ནས་ཟག་པའི་སྡིག་སྒྲིབ་དང་སྐུ་ཡི་བྱིན་རླབས་ཐོབ་སོང་སེམས་པ་ཅན། ད་དེ་ནས་བདུད་རྩི་འོད་གསལ་གྱི་རྒྱུན་སྤྱི་བོ་ཙམ་དུ་མ་ཟད་པའི་མགྲིན་པའི་གནས་ཡོངས་སུ་གང། མགྲིན་པའི་གནས་དེ་ཡོངས་སུ་གང་བ་ལ་བརྟེན་ནས་ངག་གི་སྒོ་ནས་ཟག་པའི་སྡིག་སྒྲིབ་དག་གསུང་གི་བྱིན་རླབས་མ་ལུས་པ་འཇུག་བྱུང་སེམས་པ་ཅན། ད་མགྲིན་པའི་ནད་ཡོངས་སུ་གང་བ་ཙམ་དུ་མ་ཟད་སྙིང་གའི་ནད་ཡང་ཨེ་ནི་མང་འདུག་ཟེར་གྱི་འདུག་ཟེར་བའི་སྲིད་ཀྱི་རྒྱུན་མང་འདུག་ཟེར་བྱུང་རྗེས་ཨེ་ནི་དེ་ལ་བརྟེན་ནས་ཨེ་ནི་ཡིད་ཀྱི་སྒོ་ནས་བསགས་པའི་སྡིག་སྒྲིབ་དག། ཐུགས་ཀྱི་བྱིན་རླབས་མ་ལུས་པ་རྒྱུག་བྱུང་བསམ་པ་བྱས། ད་དེ་ནས། སྐུ་གསུང་ཐུགས་ཀྱི་བྱིན་རླབས་ཙམ་དུ་མ་ཟད་པའི་དེ་དག་ཐམས་ཅད་གཅིག་ཏུ་བསྡུས་པས་ཀྱི་ཨེ་ནི་བདུད་རྩི་འོད་གསལ་གྱི་རྒྱུན་དཔག་ཏུ་མེད་པ་ལྟེ་བ་བར་དུ་མ་བྱུང་རྗེས་ཨེ་འདུག་ཟེར་བྱུང་བ་ལ་བརྟེན་ནས། སྡིག་སྒྲིབ་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་བག་ཆགས་དང་བཅས་པ་དག་ནི།

ད་དེ་གཅིག་འདྲ་གཅིག་འདྲ་ན་ཁྱེད་རང་ཚོ་འདི་ན་ལ་ཡང་ལོ་གཞོན་སྐྱེས་མང་པོ་ཡོད་རེད་ཧོ་ཁོ་དེ་འདུག་ཨ་ད་དེ་རྨོངས་དད་ཀྱི་ཟོལ་གྱིས་ཧོ་ཅིག་ད་སོ་སོའི་རྟོག་བཟོའི་ཟོལ་གྱིས་ཧོ་སོ་སོའི་ད་ཅིག་དད་པ་ཙམ་གྱིས་དེ་འདྲ་རང་མིན་པ་རེད། སེམས་ཀྱི་ནུས་པ་ཟེར་མཁན་དེ་དངོས་གནས་ཁྱད་ཆོས་ཆེན་པོ་གཅིག་ཡོད་པ་རེད།

པས་དེ་ནང་བཞིན་སེམས་ཅན་གྱི་ལས་ཀྱི་ནུས་པ་ཡང། འདི་ཡོང་གི་རེད་འདི་ཡོང་གི་མ་རེད་འདི་ཡོང་གི་རེད་ཟེར་ཏེ་ལབ་ཐུབ་ཡ་ཡོད་མ་རེད། འོ་འདི་ཕན་ཆད་ད་ཡོང་གི་མ་རེད་ལབ་ཐུབ་ཡ་ཡོད་སེམས་ཅན་གྱི་ལས་ཀྱི་ནུས་པ་བསམ་གྱི་མི་ཁྱབ་པ་རེད། ད་དེ་ནང་བཞིན་ཏིང་འཛིན་གྱི་ནུས་པ་བསམ་གྱི་མི་ཁྱབ་པ་རེད་སོ་སོའི་བསམ་བློའི་སྒོམ་འདྲ་མི་འདྲ་བརྒྱབ་རྗེས་དེ་ལ་བརྟེན་ནས་དངོས་གནས་འདི་འགྲུབ་གི་རེད་འདི་འགྲུབ་གི་མ་རེད་ཟེར་ཡ་ནི། བཤད་ཐུབ་ཡ་ཡོད་མ་རེད། དཔེར་ན། ཚེ་དེ་ལ་ཡང་མི་བཟད་རྟ་བརྒྱའི་བྱིན་ཉེས་ཅིག་གིས་བེར་ཏེ་འཛབ་ཆེན་གཅིག། ཚེ་གནས་དེ་ལ་ཡང་སྔོན་ན་དྲང་གནས་ཀྱི་བེར་སྒོམ་ཉམས་ལེན་གྱི་ཏིང་ངེ་འཛིན་གྱི་ནུས་པ་གཅིག་གི་ཐོག་ནས་བར་སྣང་ལ་ཡང་གདིང་གཅིག་བེར་ཐུན་ཉེས་ཅིག་བེར་ནི་རྗེ་བཙུན་མི་ལ་རས་པ་ལྟ་བུ། འོ་སྙམ་མ་བྱུང་འགྲོ་བ་ཞིང་ཁམས་དངོས་གནས་གཅིག་སྟེ་དཔའ་བ་གཅིག་དང་སྤུ་བོ་གཅིག་གི་འོ་དུག་སེ་ཞིང་ཁམས་གནས་པའི་སྐབས་རྗེ་བཙུན་མི་ལ་རས་པ་དུག་སེ་ཕུལ་བའི་སྐབས་ལ་ཡང་འོ་དེའི་དྲི་མ་འོ་ལ་མ་འཛུལ་ཨཱ།

གང་ལྟར། ཏིང་ངེ་འཛིན་གྱི་སྒོམ་གྱི་ནུས་པ་ལ་བརྟེན་ནས་དེ་འདྲའི་ཅིག་ཡོང་གི་རེད་འདི་འདྲའི་ཅིག་ཡོང་གི་མ་རེད་ཟེར་ནས་བཤད་ཐུབ་ཡ་ཡོད་མ་རེད། ད་སངས་རྒྱས་ཀྱི་མཛད་པ་ལ་ཡང་དངོས་གནས་བསམ་གྱིས་མི་ཁྱབ་ཅིག་རེད། འོ་འདི་གནང་ཐུབ་ཀི་རེད་འདི་གནང་ཐུབ་ཀི་མ་རེད། འོ་དེ་འདྲ་ཡིན་དུས་ང་རང་ཚོའི་གི་བདུད་རྩི་འབེབས་རྐྱང་གི་རིམ་པ་དེའི་གི་ཏིང་ངེ་འཛིན་གྱི་སོ་སོའི་འཇོན་ཚོད་དཔག་ཚོད་ཅིག་གི་རིམ་པ་ཅིག་རིམ་པ་བཞིན་དུ་ཡར་བརྒྱུས་པ་ཡིན་ན། འདི་ག་ཚོད་ཅིག་ཁྱབ་ཀི་རེད་འདི་ག་ཚོད་ཅིག་ཁྱབ་ཀི་མ་རེད་ཟེར་ནས་ལབ་ཐུབ་ཡ་ཡོད་མ་རེད། ཏན་ཏན་ཁྱབ་ཐུབ་ཡ་ཅིག་རེད། དེ་ཏན་ཏན་རེད་དབང། དེའི་ཆ་ཤས་གཅིག་དེ་ག་རེ་འདུག་ཟེར་ན་ངའི་བསམ་པ་དེང་སང་གཅིག་འདུག་ཨ་ཕྱི་རྒྱལ་དེ་བ་ལ་ཡང་རིགས་ཁྱི་ཡིན་ན་གཅིག་ཟེར་ནས་འདི་འདྲས་འདི་འདྲས་བྱེད་བྱས་ཕེ་གའི་མི་ལ་ཡང་གཅིག་དེ་ཏིང་ངེ་འཛིན་གྱི་ནུས་པའི་གཅིག་དང་གཅིག་གི་ཐོག་ནས་རེད་བསམ་གི་སོ་སོའི་སེམས་ཀྱི་ཀུན་སློང་གི་འཕེན་པ་གཅིག་བསྟན་བྱས་ཨ་ནི་སོ་སོའི་ལུས་པོ་ལ་ཡང་དྲོད་གཅིག་དང་གཅིག་རྫས་ཀྱི་ནུས་པ་གཅིག་ཡོད་པ་བྱས། ཨེ་རེད་ཁོ་དུས་དེ་ནས་བ་འོས་ཆེན་གསུངས་སམ་དུས་དུས་བྱས་འདུག་ཕ་ནང་ཐིག་གིས་ད་ཁོས་གཅིག་སྐྱབས་ཀྱི་ཡོད་བསམ་གྱི་གཅིག་བཟོ་གི་ཡོད་བསམ་པའི་རེ་བ་རེ་བྱས་བྱས་སྟོང་བ་བྱས་ཡོད་བྱས་ཨེ་རེད་ཅིག་ཁོ་གཉིས་གཉིས་གཉིས་འཛོམས་གཅིག་གི་ཐོག་ནས་ད་གཟུགས་བདེ་པོ་བཟོས་སོ་ཟ་རྗེས་ཨོ་དེ་འདྲས་ཅིག་ཡོང་གི་རེད་བསམ་འདུག་ཨོ་དེ་ཏིང་ངེ་འཛིན་གྱི་ནུས་པའི་ཐོད་ཀྱི་རེད་བསམ་དེ་ཡས་ཀྲུག་ར་ཐོད་ཡ་ཅིག་རེད་ད་དེ་ཙམ་དུ་མ་ཟེར་བའི་སྔོན་ནས་རྫས་ཀྱི་ནུས་པ་ཟིན་གྱི་རྨོངས་དད་མ་ཡིན་པ་དུས་ཚོད་གང་གི་རྨོངས་དད་མ་ཡིན་པ་ཅིག་ར་ཐོད་ཡ་ཅིག་ལ་དཔེར་ན་ང་རང་ཚོའི་སྨན་སྨན་གྱི་རིགས་མང་པོ་ཅིག་ངས་སྨྱན་མ་ཡིན་བདེ་བ་ཞུས་མྱོང་བསམ་བྱུང། གང་ལྟར་ཟླ་བའི་འོད་ལ་བལྟས་ནས་ཨ་ནེ་རྫས་སྨན་སྦྱོར་གྱི་རིགས་མང་པོ་བཟོས་ཡ་ཡོད། ཟླ་བའི་འོད་དེ་དངོས་གནས་གྲ་ནས་བྱས་ནས་འདི་ནས་རྒྱང་ཐག་ག་ཚད་ག་ཚད་ཡག་རེད། དེ་འདྲའི་གི་ཟླ་བའི་འོད་དེ་ང་རང་ཚོའི་གི་སྨན་ལ་ཡ་བརྒྱུད་གོས་ག་འདྲ་བྱས་ནས་བཏང་ཐུབ་ཀི་རེད། ང་རང་ཚོའི་ལུས་པོ་ལ་བརྒྱུད་གོས་ག་འདྲ་བྱས་ནས་བཏང་དགོས་ཨ་རེད། དེ་འདྲའི་སྐད་ཆ་བཤད་གི་ན་དངོས་གནས་བྱས་ན་འདི་རྨོངས་དད་སྐད་ཆ་ད་ཞེ་བོ་གཅིག་ཡིན་པའི་ཟུར་གྱི་འདུག་ཨང། དེ་མ་རེད་པ་སྔོན་སྔོན་རྗེན་རྗེན་གི་ར་འཕྲོད་བ་འདུག་ཨང། ངས་བརྙན་དབང་ཞུས་མྱོང་བསམ་བྱུང། དཔེར་ན་ང་རང་གི་ལུས་པོ་ལ་ཡང་འཛེར་བ་ཟས་ཀྱི་འདུག་ཨང་འཛེར་བ་ཟས། འཛེར་བ་ཟས་ཡག་དེ་ཚད་པ་བཅོ་ལྔའི་ཟླ་བ་ལ་ཡག་འདུག་ཞེས་དྲིས་ན་འདི་འདྲའི་འདི་འདྲའི་བྱས་པ་ཡིན་ན། ཁོ་འཛེར་བ་དེ་མེད་པ་བཟོ་ཡག་ཡོད་ཐག་བཅད་རོགས། གལ་ཏེ་ཁྱེད་རང་ཚོ་ལ་ཡོད་རྒྱུ་ནི་ང་རང་ལ་ཡོད་པའི་རྔན་མ་ཡིན་ན་འདི་ནས་འཛེར་བ་མང་པོ་ཡོད། དེ་ཚོ་གང་ལྟར་ཟླ་ཚད་པ་བཅོ་ལྔའི་ཟླ་ག་གི་དྲིས་ན་འོ་ལོ་ཡ། ཨེ་ནི་མི་གཅིག་གིས་སྐད་ཆ་དྲིས་ཤིག་ཁྱེད་རང་གར་བྱེད་ཀྱི་ཡོད་ཟེར་ལབ་ཡིན་ན་ང་འཛེར་བ་བྱ་དགོས་ཀྱི་ཡོད་ཅེས་ཁོ་ཐུག་གི་ཡོད་མ་རེད།